འཛམ་གླིང་ཨ་ནེ་རྒྱལ་ཡོངས་ཤུགས་ལྡན་གྱི་དུས་ཆེན་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ང་རང་ཚོ་ཤུགས་ལྡན་པ་དད་ལྡན་པ་ཡོངས་ཀྱི་ཨ་ནེ་སྲུང་བརྩི་གནང་གི་ཡོད་རེད་ད་གོ་སྐབས་འདི་དང་བསྟུན་པའི་ང་ད་ལྟ་དེ་ཨ་ནེ་སོག་ཡུལ་ནི་ཚང་མ་ལོག་ལ་ཡ་རྡོ་རྗེ་སྤུན་གྲོགས་སོག་པོ་ལ་ཡོད་པའི་རྡོ་རྗེ་སྤུན་གྲོགས་ཚང་མས་གི་སྐུ་ཚབ་ཞུས་རྗེས་འཛམ་གླིང་གང་སར་ཤོད་པའི་ཨ་ནེ་རྡོ་རྗེ་སྤུན་གྲོགས་ཚང་མ་ལ་ད་རིང་སྲུང་བརྩི་གནང་མཁན་ཚང་མ་ལོག་ལ་ཨ་ནེ་དྲ་ལམ་འདིའི་ཐོག་ནས་ཚང་མ་ལ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་དང་པོ་དེ།

ཉིས་སྟོང་ནས་ཉིས་སྟོང་བཅུ་བར་དུ་ད་ངས་ཀྱི་ཚོགས་གཙོའི་འགན་དེ་འཁྱེར་བ་རེད་པ། ཨང་ད་ག་ན་ཞིག་ད་འདིའི་ཐོག་ལ་ང་རང་ཚོ་གི་ཉམས་མྱོང། དཀའ་ངལ་སྣ་ཚོགས་མང་པོ་ཅིག་སུ་སོ་སོ་ལ་འཕྲད་ཡོད་རེད་ད་ང་ཙམ་མ་རེད་ད་ང་རང་ཚོ་ད་ལྡི་ལི། ད་རྒྱ་གར་དང་བལ་ཡུལ་གཉིས་འདི་འཛམ་གླིང་རྒྱལ་ཁབ་གཞན་དང་འདྲ་གི་མ་རེད་ད་འདིར་ལུང་པ་དེའི་ནང་ལ་ཡར་ལྐོག་ཟ་རིག་གསུང་དང་གང་ག་འགྲོ་ཡ་ཡོད་པ་སོང་ས་དེ་འདྲའི་གི་ཐོག་ནས་ཨ་ནི་དཀའ་ངལ་མང་པོ་ཅིག་འཕྲད་ཡོད་རེད་བལ་ཡུལ་ལ་ཡིན་ན་རེད་ལྡི་ལི་ལ་ཡིན་ན་རེད། འོ་དེ་འདྲས་སོང་ཙང་ད་དེ་འདྲས་ཀྱི་ཐོག་ཏུ་ལྐོག་ཟ་རིག་གསུམ་གྱི་མང་པོ་ཐོག་ནས་ང་ཚོ་ལ་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་ཡིན་ན་ཡང་དཀའ་ངལ་དེ་ཚོ་ལ་དཀའ་ངལ་འཕྲད་ཀྱི་འདུག་ཟེར་ལ་ནི་ང་རང་ཚོ་འདུག་སུ་ཞུམ་ནས་བསྡད་ཡོད་མ་རེད། དཀའ་ངལ་འདི་ལ་ང་རང་ཚོ་གིས་གདོང་ལེན་བྱེད་ཆེད་ད་ལྟ་བར་དུ་ད་ཅིག་ལངས་ཐུབ་པ་ཅིག་འདུག་བྱུང་ཡོད་རེད། དེ་འདྲས་ཀྱི་ཐོག་ནས་ང་རང་ཚོ་ད་ཅིག་དཀའ་ངལ་འདུག་བསམ་ནས་བསྡད་བསྡད་པ་ཡིན་ན་དཀའ་ངལ་འདི་ལ་ང་རང་ཚོ་གིས་གདོང་ལེན་མ་བྱས་པ་ཡིན་ན་དཀའ་ངལ་འདི་དཀའ་ངལ་རང་ངང་གང་ལ་བསྡད་བསྡད་ཀྱི་རེད་ག་དུས་ཡིན་ན་ཡང་དེ་སོང་ཙང་དཀའ་ངལ་སེལ་ཐབས་དེ་ང་རང་ཚོ་གིས་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་བ། བྱས་ཙང་ད་ལྟ་བར་དུ་ཚང་མས་ཀྱི་དཀའ་ངལ་ལ་ཡང་གདོང་ལེན་བྱས་ཏེ་འཛམ་བུ་གླིང་སྡིངས་ཆ་གང་གཱའི་སྒང་ལ་ཡང་སྔོ་ནད་གྲངས་ལས་ཀྱི་ཚང་མས་ལྟག་ཆུ་ཆགས་པ། ཉི་མ་གང་འཐོར་ནས་སྔོ་ནད་གྲངས་ལས་དུས་ཚོད་ཆ་ཚང་བློས་བཏང་བྱེད་ལས་ཀ། གང་གཱ་དུས་ཚོད་བློས་བཏང་ཚེ་ཚང་མ་ལ་གོ་འཛམ་གླིང་གི་སྡིངས་ཆ་དེའི་སྒང་ལ་ཡང་བདེན་པ་ར་འཕྲོད་དེ་ཚང་མས་ཀྱི་སྔོ་ནད་གྲངས་ལས་ཧ་ལས་པ་ཞིག་གནང་ཡོད་རེད་དེ་འདྲའི་གི་ཐོག་ནས་ཨ་ད་ལྟ་བོ་ཏོ་ང་རང་ཚོ་ད་ཅིག

བར་དུ་ང་རང་ཚོ་གི་ད་བདེན་པ་ཐག་སྐྱེད་ཐུག་ཡོད་རེད་དེའི་ཐོག་ལ་ང་ཚོ་ཚང་མས་གི་ཨ་ནི་རྗེས་སུ་ཡི་རང་དང་ཨ་ནི་ཚང་མ་ལོག་གི་གར་སོ་གོ་རེད་ཐུག་མེད་ན་སྨོན་ལམ་གནང་རོགས་གནང་ཞོས་ཅིག་ཡིན་ཨ་ནི་ད་རིང་གི་དུས་ཆེན་གི་མཛད་སྒོ་དེ་ལ་ཡ་ཨ་ནི་སོག་པོ་ལུང་པ་ལ་ཡ་ད་ལྟ་མཛད་སྒོ་ཚགས་ཚུད་ཅིག་ཡིན་ང་རང་ཚོ་མཛད་སྒོ་ཚགས་ཚུད་ཆེད་ཨ་ནི་ནད་ཡམས་དེའི་རྐྱེན་པས་ང་ཚོ་ད་མཛད་སྒོ་དེ་རུག་རུག་བྱས་ལ་དཀའ་ངལ་ཞེ་དྲག་འདུག་དེ་འདྲ་སོང་ཟིན་ད་ཕ་གི་གྲོང་ཁྱེར་ནང་ལ་ཡིན་པ་ཡིན་ན་མི་ཉི་ཤུ་སུམ་ཅུ་ལ་ལྷག་བར་གྱི་སྐོང་ཐུབ་ཀྱི་མི་འདུག་དེ་ཡང་ཁག་པོ་ཞི་བོ་དུ་ཆོག་མཆན་ཞུ་མང་པོ་བྱས་དགོས་ཀྱི་འདུག་ད་དེ་ནས་གེ་སར་གྱི་བར་གྲོང་ཁྱེར་ནས་མཐར་ལ་ཕ། ཨ་ནི་ས་ཆ་ཁག་གསུམ་པོ་དེ་འདྲས་ཅིག་ཡོད་ས་ལ་ད་ང་ཚོ་མི་ད་རིང་བརྒྱ་ཟ་མིན་སེ་མིན་ཅིག་འཛོམས་ཐུབ་སོང་དེ་ཡང་ང་རང་ཚོ་པད་ཁོ་རང་གི་གར་སོ་བ་རེ་ཚང་མ་ལ་ཟབ་ཟབ་ཞི་བའི་བྱས་རྗེས་ཅིག་གར་སོར་ད་ཅིག་ག་རེ་གོ་ཡ་རེད། ཨ་ནི་གར་ས་ལག་པ་དེ་ཚོ་ཚང་མ་ལ་ཡ་ཁྲུས་ཡ་བྱས་དེ་ཚོ་གི་ཆ་ཚང་བྱེད་དགོས་རྣམས་སུ་ཆ་ཚང་བྱེད་བྱས་ཅིག་གཟབ་གཟབ་ཞིབ་ཅིག་བྱས་པ་ཡིན་རེད་བ། དེ་འདྲས་སོང་ཚོ་ཨ་ནི་ད་རིང་གི་མཛད་སྒོ་དེ་བཀྲ་ཤིས་པོ་ཡག་པོ་ཞིབ་ཅིག་བྱུང་སོང། ཨ་ནི་དེ་འདྲས་ངེད་ཀྱི་ད་དེ་ན་བཞིན་གི་ང་རང་ཚོ་ད་རིང་འཛམ་གླིང་མང་པོའི་ནང་ལ་ཡང་ཚང་མས་གི་མཛད་སྒོ། ཆོས་སྐྱོང་གི་མཛད་སྒོ་དེ་གནང་གི་ཡོད་རེད་དེ་སོང་ཚོ། ཚང་མ་ལོག་གི

མདོ་སྨད་ཁམས་སུ་གངས་དཀར་ལོ་ལ་བཅའ་བ་ཡི་དངོས་གནས་གྲངས་ནི་ཧ་ལས་པ་འདུག་ད་དུང་ཡིན་ན་ཡང་དེ་འདྲ་བཅའ་མ་ཐུབ་མང་པོ་ཞི་བར་གྱུར། དེ་འདྲའི་ང་ཚོ་རྙོག་དྲ་དེ་མ་བྱུང་པ་ཡིན་ན་ང་ཚོ་དེ་འདྲའི་གི་རྡོག་རྩ་གཅིག་སྒྲིལ་ཡོང་ཡ་དང། དེ་འདྲའི་གི་ང་རང་ཚོ་རྡོ་རྗེ་དཔོན་གྲོགས་ག་བ་ཡོད་མེད་ཆུ་སྲུང་མ་ཏིང་ངེ་ག་བ་ཡོད་མེད་དེ་ཚོ་གནས་ཚུལ་ང་ཚོ་ཁུར་རྒྱུ་མང་པོ་ཅིག་ན་འདུག་ད་ལྟ་བ་ཡིན་ན་མང་པོ་ཅིག་ལྷག་བསྡད་ཡོད་རེད་དེ་ཚོ་ང་ཚོ་ཧ་གོ་གི་ཡོད་མ་རེད། ད་ལྟ་སོག་པོ་ལ་ཡིན་ན་ཡང་སྔོན་ན་དྲ་གནས་གཙོ་ཆེ་ཤོས་དེ་ད་ལྟ་སོག་པོ་གུ་རུ་ལྟེ་བ་རིན་པོ་ཆེ་གི་དགོན་པ་རེད་ད་ག་ན་ཤེན་རྩ་བ་རྟ་མགྲིན་རིན་པོ་ཆེ་གི་དགོན་པ་རེད་ད་ག་ན་ཤེན་གྱི་སྙེ་མ་སྐྱབས་རྗེ་གྲྭ་གོང་རིན་པོ་ཆེ་ཕེ་དེ་ན་འབོ་ལྒང་ལ་ཡང་དགོན་པ་ཅིག་ཡོད་རེད་ད་ག་ན་ཤེན་དེའི་གྲོང་ཁྱེར་རང་ལ་ཡང་ད་ལྟ་ཨ་ནི་གི་དགོན་པ་ཡོད་རེད་ད་ག་ན་ཤེན་གྱི་ཆོས་ཚོགས་མང་པོ་ཡོད་རེད་ད་ག་ན་ཤེན་གྱི་སྙེ་མ་སྙེ་མ་ནི་ད་ལྟའི་ལོ་རྒྱུས་ནང་ལ་ཡོད་པའི་གི་ཆོས་སྐྱོང་དེ་འདྲའི་ནང་འབྲེལ་བ་ཡོད་དེ་ངའི་དགོན་པ་ཟུར་དུ་དེ་འདྲའི་མང་པོ་འདུག་དེ་འདྲའི་དངོས་གནས་དྲང་གནས་ཧ་ལས་པ་དེ་འདྲའི་མང་པོ་ཞིག་དོན་ཡོང་དགོས་འདུག་དེང་སང་དེ་འདྲས་སོང་དེ་འདྲས་སོང་ང་རང་ཚོ་གིས་དེ་འདྲས་ཞིག་མ་བསླངས་པ་ཡིན་ན་དེ་འདྲས་ཀྱི་གནས་ཚུལ་དེ་ཡོང་ཐུབ་ཀྱི་མ་རེད་བ་དེ་སོ་དེ་ག་འདི་ང་རང་ཚོ་སྐད་ངན་གྲོགས་ཤ་འདྲ་བོ་ཞིག་རེད་བསམ་དྲན་གྱི་འདུག་ཨང་ད་རིང་གི། དེ་ག་སོ་གོ་རེད་ང་རང་ཚོ་ཡིན་ན་ད་རིང་སོག་པོ་ལུང་པ་ལ་དམིགས་བསལ་གྱིས་ཨ་ནི

ཁོང་ལས་ག་རེ་ཟེར་ལགས་ན་ཕྱི་ལོ་བཅུ་སྟོང་དགུ་བཅུ་དགུ་ཕྱི་དགུ་དྲུག་གི་ལོ་ལ་ཨ་ནི་ཁོང་ས་གནས་མོ་ནུ་ཀོ་ཏི་སི་ཀོ་རེ་ཨ་ནི་དགའ་ལྡན་རྣམ་པ་རྗེ་ཧེ་ལེ་དེ་ནས་ལ་ཨ་ནི་ཆོས་སྐྱོང་ཚོགས་པོད་ཀྱི་སྐུ་ཚོགས་ཀྱི་ལས་བྱེད་ཁོང་རེད་དེ་ནས་ཁོང་གིས་ད་ཅི་ཁོང་གཙོ་བོར་བྱས་པའི་ཐོག་ནས་ཨ་ནི་འགོ་ཁྲིད་པའི་ཐོག་ནས་དེ་ནས་གྲྭ་པ་བརྒྱ་ཕྲག་མང་པོ་ཨ་ནི་བོད་ཀྱི་ཐོག་མར་ད་ག་སོ་ཀོ་རེ་ང་ཚོ་གི་བདེན་པའི་གི་ཞོལ་དུ་སི་ཀོ་ཡོད་ན་ཨ་ནི་ཆོས་དོན་རང་དབང་དེ་འདྲིས་གི་དོན་དག་ལ་ཨ་ནི་ད་ཀན་པས་སུ་ནི་མི་འདུག་དེ་ཐེངས་དང་པོ་མགོ་ཁྲིད་ཡག་གི་གཙོ་བོ་དེ་རྒྱ་གར་ནས་བྱུང་བ་རེད་བྱས་ཙང་དེའི་ནང་ལ་ཨ་ནི་མི་ནོར་གལ་ཆེ་ཡོད་ཅེས་ཁོང་ད་རེས་འདི་ཆགས་བསྡད་ཡོད་བྱས་ཙང་དེ་ཡིན་དུས་ཁོང་དེ་ད་དེ་འདྲིའི་གི་བཀའ་སྡོད་གི་ཁྲོད་དུ་ལྷ་མོའི་གསུང་ཆོས་ཚུར་པོ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ནས་ད་རེས་གི་ང་ཚོའི་གི་དུས་ཚོད་འདི་ཁ་ནས་ད་ལྟ་བར་ད་ལྟ་ལྷ་མོ་གི་དུས་ཚོད་འདིའི་སྐབས་ལ་མཚོན་ན་དང་ད་རིང་འདི་ཅིག་བསྡུར་བ་ཡིན་ན་ཨ་ནི། མ་འདྲ་བ་ར་ཅིག་ག་རེ་འདུག་ཨ་ནི་རྒན་ཆོས་ཀྱིས་འདིའི་ཐུགས་ལ་ཡང་ཨ་ནི། དགོངས་ཚུལ་ག་རེ་ཡོད་ཟེར་ན་འདི། སྣོད་བསྡུས་ཅིག་གནང་རོགས་ཞུས་ཡོད་ཟེར་ནས་ད་དེ་ཞུས་ཡ་ཡིན།
འཛམ་གླིང་ས་ཕྱོགས་གང་ས་ལ་བཞུགས་པའི། ཨ་ནི་དམ་ཚིག་གཅིག་པའི་རྡོ་རྗེ་སྤུན་གྲོགས་ད་ཡོངས་སུ་རྫོགས་པ་ལ། དེ་རིང་གོ་སྐབས་འདི་དང་བསྟུན་བྱས་ཚང་མ་ལ་ཨ་ནི་འཚམས་འདྲི་གི་བཀྲ་ཤིས་བདེ་ལེགས་ཞུ་ཡི། ཨ་ནི། ད་ད་ད། གང་ལགས།

དེ་འདྲ་ཡིན་དུས། དང་པོ་ཐོག་མ་བུ་ཆུ་ཀུ་ཀྲུ་ཀུ་ལོག་ལ་ཡ། ཧ་ལས་པའི་ཨ་ནི་བི་ཀའི། ད། རྡོ་རྗེ་གཞུང་དེ་བསྟན་སྲོལ་ཇི་སྙེད་ཟིན་ན་འདྲ། ད་ག་རེ་ཡིན་ན་ཨ་ནི་དགའ་ལྡན་སྙིགས་རྒྱུད་ཀྱི་བསྟན་པ་འཛིན་ཉིན། ཨ་ནི་དགའ་ལྡན་སྙིགས་རྒྱུད་ཀྱི་བསྟན་པའི་བདག་པོ་དང། ཨན་དེའི་རྗེས་སུ་འགྲོ་ཉིན་གྱི་ཨ་བདག། མི་མང་པོ་གཅིག་གིས་སོ་སོ་སོའི་ལྷ་དང་བླ་མ། གཙོ་ཆེ་ཤོས་བླ་མ་ཆོས་བརྒྱུད་དེའི་མདུན་ལ་ཁས་ལེན་དམ་བཅའ་བྱས་བཞག་པ་དེ། བློས་བཏང་མ་ཐུབ་མྱི་མང་པོ་གཅིག་ལ་ད་དཀའ་ངལ་བསམ་ཡུལ་ལས་འདས་པའི་དཀའ་ངལ་གཅིག་འཕྲད་ཡོད་རེད། བྱས་ཙང་དེ་འདྲས་ཡིན་དུས་འདི་ཨ་ནི་གར་སོང་རང། ལྷ་དང་བླ་མའི་དམ་ཚིག་བློས་མ་བཏང་མ་ཐུབ་ནས་ཨ་ནི་དེ་ཚོས་དེ་ལོའི་དབུས་ལྷ་མོའི་སྲུང་སྐྱོབ་ཚོགས་པ་བཙུགས་དགོས་ཡ་དེ་དེ་ལ་ཐུག་པ་རེད་མ་གཏོགས་ཆེད་ལས་ཨ་ནི་རང་རྒྱལ་ཡ་དང། ལོག་གི།
ཀག་སུ་གི།
ཨ་ཁོ་རང་རང་བཞིན་དགའ་འགྲོ་གི་འདུག་འོ་དེ་འདྲ་ལོག་ཡིན་དུས། འོ་དེ་འདྲ་ཡིན་དུས་དེ་ལོའི་དབུས་ལྷ་མོའི་སྲུང་སྐྱོབ་ཚོགས་པ་དང་པོ་ཐོག་མར་བཙུགས་ཡ་དེ་ཡང། ཨ་ནི་གངས་ལྡན་སྙན་བརྒྱུད་ཀྱི་བསྟན་པ་འདི་དང་བསྟན་པ་འདི་ཨ་ནི་མང་ཕྱག་རྟགས་མང། རྒྱུ་མཚན་སྣང་བརྙན་གྱི་བླ་མ། བླ་མ་དེ་གི་རྗེས་སུ་འབྲང་བའི་སློབ་མ་ཚོ་གི་ཨ་ནི་སོ་སོ་སོའི་བླ་མའི་དམ་ཚིག་དང་སྡོམ་པ། ལ་ཡང་ཨ་ནི་བློས་བཏང་མ་ཐུབ་ནི་བདེ་བ་ཡིན་ཙང་དེ་ལ་བརྟེན་ནས་དཀའ་ངལ་ཞི་བ་ཆེ་ཕྲད་བ་རེད་ད་དེ་ང་རང་ཚང་མས་མཁྱེན་གསལ་རེད། ཅི་ཙང་དཀའ་ངལ་དེ་སྐྱབས་ཡག་གི་ཆེད་དུ་ཆོས་བརྒྱུད་དང་ཨ་ནི་ང་རང་ཚོ་གི་ཆོས་བརྒྱུད་དེ་དང། ཨ་ནི་ཆོས་བརྒྱུད་དེ་རྗེས་སུ་འཛིན་མཁན་གི་མི་མང་དཀའ་ངལ་མང་པོ་ཞིག་འཕྲད་བསྡད་པ་དེར་སྐྱབས་ཡག་ཆེད་དུ་ཨ་ནི་ཆེད་དུ་བསྙེན་ནས་དབུས་ལྷ་མོའི་གསུང་རྒྱུན་ཚོགས་པ་བཙུགས་བཞག་པ་ཞིག་རེད་དེ་འདྲས་ཡིན་དུས། དབུས་ལྷ་མོའི་གསུང་རྒྱུན་ཚོགས་པ་བཙུགས་ཡག་དེ་ཡང། དེ་འདྲས་ཅིག་གི་ཕི་གེ། ལྷ་དང་བླ་མ་དེ་འདྲས་གི་བློས་མ་ཐོངས་ཆོས་བརྒྱུད་བློས་མ་ཐོངས་ནས་བཙུགས་པ་ཡིན། དེ་འདྲས་ཅིག་རེད་དེ་འདྲས་དེའི་ཆ་ནས་དེ་ནི་ང་རང་ཚོ་ས་གནས་ལ་ཡིན་ན་ནང་ཕི་གེ།

བོད་སྐད་སྲུང་བརྩི་བྱེད་ཡ་གཅིག་དང་གཉིས་ནས་དབུས་ལྷ་མོའི་གསུང་ཆོས་ཚོགས་པ་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་སྲུང་བརྩི་ཞུ་ཡ་དེ་དང་ཆབས་བསྟུན་ནས་ནི་ང་ཚོ་གི་བོད་སྐད་སྤྱི་བའི་སྤྱི་རིམ་ཆེན་མོ་བཙུགས་ཡ་དེ་ཡང་དམིགས་ཡུལ་དེ་ཡང་གཙོ་ཆེ་ཤོས་ང་ཚོ་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་ང་ཚོའི་ཆོས་བརྒྱུད་འདི་ཆོས་བརྒྱུད་འདི་གང་དེ་སྙིགས་དུས་ཟེར་ཡག་གི་ཆོས་བརྒྱུད་འདི་ཡིན་དུས་འདི་ཡག་མཐར་གཏུགས་ན་སངས་རྒྱས་བཅོམ་ལྡན་འདས་ལ་ཐུག་འགྲོ་གི་རེད་སངས་རྒྱས་བཅོམ་ལྡན་འདས་ནི་མ་བརྒྱུད་ནི་རྗེ་བཙུན་འཇམ་པའི་དབྱངས་དེ་ནི་མ་བྱས་ནི་ཨ་ནི། འཇམ་མགོན་བླ་མ་ཙོང་ཁ་བཞིན་པའི་ཡབ་སྲས་དེ་ནི་མ་བྱས་ནི་སྐྱབས་རྗེ་ཨ་ནི་ཕ་ཝང་ཀ་བདེ་ཆེན་སྙིང་པོ་བྱས་ནི་ང་རང་ཚོ་གི་ད་ལྟ་བར་དུ་ལ་བརྒྱུད་པ་བརྒྱུད་པ་འདི་བློས་མ་ཐོངས་ནི

བསྟན་པ་འདི། རུ་བ་དགུ་བཅུ་དགུ་དྲུག་ལོ་ལ་ཤི་དང་གསོན་གྱི་མཚམས་ལ་སླེབས་བའི་སྐབས་འདི་ལ། ཨ་ནི་དཀའ་ལས་བརྒྱབ་ནས་དུས་ད་ལྟ་བོད་དོ་ལ་ཡོང་བ་འདའ་དུས་ད་ལྟའི་གནས་སྐབས་ལ་ད་གསོན་པོ་ལ་བསྡད་ཐུབ་ཡག་གི་ཕི་གའི་རེ་བ་ཆ་ཚང་ཡོད་པ་ཆགས་པའི་སྐབས་ཡིན་དུས་ད་ང་ཚོ་དུས་དྲན་སྲུང་བརྩི་བྱེད་ན་བྱེད་འོས་པ་བྱེད་དང་བྱེད་ཆོག་པ་འདྲ་བོ་བྱེད། གལ་ཆེན་པོ་ཆགས་དགོས་དེ་འདྲ་ཞིག་རེད་བསམ་ངས་ངས་དུས་དྲན་དེ་ངོས་འཛིན་ཞོར་དེ་འདྲ་ཞིག་ལ་ཞུགས་ཀྱི་ཡོད། རུ་བ། དེ་འདྲ་ཡིན་དུས་སང་གེ། དེ་འདྲ་ཡིན་དུས། དེ་དང་ཆབས་བསྟུན་ནས་ཨ་ནེ་བདུད་རྒྱུད་དབུས་ལྷ་མོའི་གསུང་རྒྱུན་སོགས་བཙུགས་དགོས་ཡ་དེ་ཡང་ཆོས་རྒྱུད་སྡེ་སྲུང་སྐྱོབ་བྱེད་ཡག་དེ་དང་ལྷ་དང་བླ་མའི་དམ་ཚིག་སྲུང་སྐྱོབ་བྱེད་དགོས་ཡག་ཆེད་དུ་བཙུགས་པ་རེད། དེ་འདྲ་ཡིན་དུས་དེ་ང་ཚོ་དུས་དྲན་ད་ལོ་ལོ་ཉི་ཤུ་རྩ་ཡང་འགོར་བའི་དུས་དྲན་གྱི་སྲུང་བརྩི་བྱེད་ཡ་དེ་ཡང་ང་ཚོ་སྤྱི་རིམ་ཆེན་མོ་ཞབས་བརྟན་སྒྲོམ་ནས་ཞབས་བརྟན་སྒྲོམ་ནས་ང་ཚོ་སྲུང་བརྩི་བྱེད་ཡ་དེ་ཧ་ལས་པའི་ངང་ནས་ང་ཚོས་ཨ་ནེ་ཀུན་སློང་བཟང་པོ་ཇོ་བ་བཟང་པོ་ཨ་ནེ། རོལ་བ་འཇོག་ངོས་འཇུག་གསུམ་ཚང་མ་པའི་ཆོས་དང་མཐུན་པ། ཆོས་དང་མཐུན་པ་ཙམ་གྱི་མ་ཟད་ང་ཚོས་དེ་རྣམས་ལ་རང་རྒྱལ་གཞན་ཕམ་ཟེར་བའི་རྩ་བ་གཉིས་ནས་ཡོད་མ་རེད་རང་རྒྱལ་གཞན་ཕམ་ཡོད་ན་ཆོས་ལ་འགྲོ་གི་མ་རེད། གཅིག་ནས་ང་ཚོ། རོལ་བ་ད་ལྟ་དང་ལྡན་འཛམ་བུ་གླིང་གི་གནས་སྟངས་ལ་ཆ་བཞག་པ་ན་ཚང་མ་ལ་འདུག་དཀའ་ངལ་དང་སྡུག་བསྔལ་དང། ཨ་ནི་ཉོན་མོངས་དུག་གསུམ་གྱི་དབང་གིས། བཀྲ་མ་ཤིས་པ་དོན་མ་གྲུབ་པ་ད་ཚང་མ། དེ་འདྲའི་བསམ་ཡུལ་ལས་འདས་པ་ཅིག་ཆགས་སྡོད་པ་དེ་འདྲའི་གི་ཨ་ནི། བོད་སྐད། གྲྭ་ཚུགས་རང་དཀའ་ངལ་དེ་སེལ་ཡ་གཅིག་དང་ནི། ཨ་གཉིས་ནས་ང་རང་ཚོའི་ཆོས་བརྒྱུད་འདི་དང། ཡང་སྒོས་ང་རང་ཚོ་བོད་མི་རིགས། ཨ་ནི་ཆ་གཅིག་གཉིས་ལ་ཆགས་པ་གནས་པ་དང་དེའི་ནང་ནས་ཀྱང་ཨ་ནི་བོད་མི་རིགས་དག་གྲྭ་ཚུགས་ར་པི་ཀ་འཆམ་མཐུན་མེད་བ། ཆོས་དང་སྲིད་གང་ས་ཅི་ནས་པའི་རྙོག་དྲག་གི་བའི་ག་ཚུགས་ར། ཐུག་པ་ར་ཅིག་འཁོལ་བསྡད་པའི་སྐབས་དེ་ལ་ད་ང་ཚོས་དེ་འདྲའི་ཞབས་འདྲེན་ཅིག་བྱས་ནས་ཚང་མ་ལ་ཕ་འགྲོ་བ་རི་ཁྲོད་སེམས་ཅན་ཐམས་ཅད་ལ་ཕ། ཞལ་འདེབས་ཕུལ་གཉིས་ཚུགས་དེ་ཟེར་གི་འདུག་ང་ཡང་ཞལ་འདེབས་ཕུལ་ཡ་དེ། ཨ་ནི། འགྲོ་བ་རིལ་རུལ་སེམས་ཅན་ཐམས་ཅད་ཆེད་དུ་ཡིན། ཡིན་ཟེར་ནས་དེ་འདྲ་ཟེར་གྱི་འདུག་དེ་གང་ཡིན་ཟེར་དུས་ཙང་ང་ཚོའི་ངོས་ནས་སུ་གང་ཅི་ལ་ཆོས་དང་ཟང་ཟིང་འབྲེལ་བ་བྱེད་ཀྱི་མེད་ཟེར་བྱས་ན་རྒྱ་ཐམས་ཅད་བྱེད་མ་མྱོང་ཟེར་བྱས་མེད། སེམས་ཅན་ཐམས་ཅད་ཆེད་དུ་ཡིན་དེ་འདྲ་ཟེར་མྱི་མང་པོ་ཡོང་གི་འདུག་གཞན་དེ་ཕུ་གཉིས་ཚོ་གོ་འོ་དེ་ད་དམ་པ་རང་རེད་ང་ཚོའི་ངོས་ནས་སུ་གང་ཅི་ལ་ཡ། དེ་ཡོག་མ་རེད་དེ་འདྲ་ཡིན་དུས་ཙང་ང་ཚོ་ཞབས་བརྟན་བྱེད་ཡག་གི་དམིགས་ཡུལ་དེ་ཡིན་ན། དང་པོ་ཐོག་མང་གི་ཀུན་སློང་ཨ་ནི་ཞལ་འདེབས་བསྡུ་རུབ་བྱེད་ཡག་རེད་ད་ལྟ་དངོས་སུ་ཞབས་བརྟན་ལྟ་གྲུབ་དང་སྒྲུབ་བཞིན་པ་བོད་ཕྱི་ནང་གཉིས་དང། ད་ཡི་འཛམ་བུ་གླིང་ཡོངས་སུ་རྫོགས་པ་ལ། ཚོགས་པ་ཆེ་ཆུང་གང་དགར་མ་ལྟོས་པའི་ཚང་མ་གིས་ད་དེ་རིང་ཉིན་མོ་འདི་ལ་ཡང་ཚང་མ་ཞབས་བརྟན་སྒྲུབ་དང་སྒྲུབ་བཞིན་པ་རེད་ང་ཚོའི་འདས་ཡི་ནང་ད་རང་ཞོགས་པའི། ཨང་བླ་མ་ཆོས་པ་དང་འབྲེལ་བའི་ཚོགས་སྤེལ་ཡག་དང་ད་དང་ད་ཞབས་བརྟན་ཆེ་ཁག་ལམ་དུ་སླེབས་མ་སོང་བ་དེ་ནས། བསང་གསོལ་བྱེད་ཡག་ཆོས་སྐྱོང་བསྐང་གསོ་རྒྱས་པ་བཏང་ཡག་དེ་འདྲ་གི། ཨ་ནི་གོ་སྒྲིག་ཞུ་དང་ཞུ་བཞིན་པ་ཡིན།

དམིགས་བསལ་གྱི་འབྲེལ་ཡོད་ཀྱི་བཀའ་བསྡུར་འདི་གི་ཁྲོད་དུ་དགུང་ལོ་ཆུང་ཆུང་ཀ་ལ་ཡིན་ན་ཡང་ཨ་མའི་ག་འོ་གོ་ས་ལ་བཅུ་ནས་པའི་ག་ཐང་གོ་ཆོད་ལྟ་བུ་གིས་པའི་ག་ས་ཀ་ལ་ཤ་ལས་མོ་མོ་ཞུ་ཅིག་གནང་ཤག་ལོ་རྒྱུས་དེ་འདྲ་ཡིན་པ་བལྟས་ངོ་དུས་བྱས་ཙང་དེ་ཡིན་དུས་ད་རེས་རིན་པོ་ཆེ་གིས་གར་སོ་གོ་རེད་འདི། དམིགས་བསལ་གྱིས་ད་རེས་འདི་སྐྱ་རེངས་ཆེན་པོ་འདི་གི་ཐུགས་ལ་ཤ་ལ་པའི་མི་སེར་སོ་པོ་པའི་ནེ་ཚན་གཡར་མེད་གི་ཐུགས་ལ་མོ་མོ་ཅིག་གནང་ཡོད་རེད་བྱས་ཙང་དེ་ཡིན་དུས་གོ་ལ་ད་རེས་འདི་དབུས་ལྷ་མོའི་གསུང་ཆོས་ཚོགས་པ་དབུས་ནུས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ཡོད་ཀྱི་བཀའ་དྲིན་རྗེས་དྲན་ཞུ་འབོད་དེ་ལ། རེ་བ། ཁ་ཆེ་རང་ཉིད་ཀྱི་གླུད་ཐང་མང་པོ་རང་སོ་སོ་ཀྱི་ནང་མི་དང་འབྲེལ་ཡོད་ཐུག་ནས་གླུད་ཐང་མང་པོ་བཞེས་པ་འདི་ད་རེས་ཀྱི་དུས་ཆེན་འདི་འགྲིག་ཅེས་གསུང་ཚུལ་གཞལ་ཡས་དང་དུས་ཚོད་འདི་འགྲིག་ཅེས་བཀའ་ལས་ཡིན་ན་ཡང་དུས་ཚོད་ལས་ཆགས་བཞག་ན་དཔེ་མི་སྲིད་སོགས་པ་རྡོལ་བུ་བཞི་བོ་ཅིག་ཆགས་བསྡད་པར་ད་ལྟ་གོང་དུ་དགེ་བཤེས་བྱང་ཆུབ་ལ་སོགས་པ་ནང་བཞིན་རེད་དེ།

ད་དུས་ཆེན་ཁྱད་པར་ཅན་དེ་ཡོ་རོབ་མང་གྲུ་ཁ་ཐག་གི་སྟངས་འཛིན་དང་བཅས་གྲུ་ཆེ་ཆེ་ས་ཡིན་ན་ད་ཅི་འཚོ་བ་མཁན་རྣམ་པ་ཚོས་ཀྱིས་སོང་དེ་ཅིག་སོ་སོ་ད་ད་ལོ་ཉི་ཤུ་རྩེ་ལྔ་ང་རང་ཚོ་ཆོས་སྐྱོང་བསྟན་གཉིས་ཚང་ཕ་ལོ་ལ་དཀའ་ངལ་ཁར་འཕྲད་པ་དེ་འཚོ་བ་དེ་སོ་སོ་ནོར་བུ་ལས་སོ་ལས་ཀྱི་དེ་ཆགས་སོང་འཁོན་སྐྱེལ་མེད་པ་བྱས་ད་ཡིན་ནས།

བསྐལ་བ་བཟང་པོ་ཞི་དྲག་ཡིན་དུས་སྐབས་ཀྱི་གནས་སྟངས་སུ་བསམ་བློ་བཏང་ན། ད་དགུ་འཇུག་ད་དེ་ནི་དགུ་འཇུག་གོ་དྲུག་ནི་ང་རང་ཚོ་ཆོས་གཞུང་དམ་དྲག་གི་གནས་སྟངས་དེ་ནི་ད་མ་ཧོན་དགོན་པ་གྲྭ་ཚང་དཀའ་ངལ་མང་པོ་ཆེ་འཕྲད་བོད་པའི་གཞིས་ཆགས་དང་ད་ཚང་མ་ལོ་ལ་ང་རང་ཚོ་སྐད་ཆེན་དམ་པོ་བསམ་གྱི་མི་སྐྱོ་པ་མང་པོ་ཆེ་ལ་དཀའ་ངལ་མང་པོ་འཕྲད་ཡོད་རེད་ད་ནི་ང་རང་ཚོས་དེ་ནི་དད་སེམས་པ་བླ་མ་སྐད་ཆེན་དམ་པ་མང་པོ་ཡོད་རེད་ང་རང་ཚོའི་ཆོས་གཞུང་བརྟན་ཉེན་ད་ནི་ངོ་ནས་དྲ་གནས་ཀྱི་བསམ་གྱི་མི་སྐྱོ་པ་མང་པོ་ཆེ་གོམ་པ་རྫོགས་ཟིན་པ་དང།

ཁྲིན་ཏུན་གྱིས་མ་རེད་དུས་ཚོད་རིང་པོ་ཞེ་དྲག་རེད་ད་དངོས་གནས་དྲ་གནས་དེ་འདྲའི་གཅིག་ང་ངོ་ཚོ་དཀའ་ངལ་མང་པོ་འཕྲད་ཡོད་རེད་དངོས་གནས་ཨན་ད་ནས་སོ་སོ་ཡིན་ན་གཅིག་དངོས་གནས་དྲ་གནས་དགེ་བའི་བཤེས་གཉེན་རྣམས་ཀྱི་བཀའ་དྲིན་ལ་བརྟེན་ནས་གཅིག་ད་ལྟ་བར་དུ་དངོས་གནས་དྲ་གནས་ཆོས་བརྒྱུད་འདིའི་ཐོག་ལ་མཐའ་གཅིག་ཏུ་ང་རང་ཚོ་ཆོས་བརྒྱུད་འདིའི་ཐོག་ལ་མཐའ་གཅིག་ཏུ་ལངས་ཕྱོགས་འདི་བཟུང་བྱས་ད་ལྟ་བར་དུ་བདེན་པ་ར་སྤྲོད་ཀྱི་ལེའུ་རབ་དང་རིམ་པ་དང་དོན་ཡིན་ན་སོ་སོར་དཀའ་ལས་བརྒྱབ་དང་བརྒྱབ་ཟིན་པ་ལྟ་མི་ཚེ་འདི་ན་ལ་ལྟ་སོ་སོ་གི་གཙོ་བོ་དམ་བཅའ་འདི་ལ་ལྷག་བཞིན་པ་དམ་བཅའ་གང་ཡང་མེད་དེ་ནས་དེ་ཡིན་དུས་ཙམ་པོ་ལ་ཡང་གར་སོང་བར་ད་ད་རིང་གོ་སྐབས་དེ་འདྲ་ཅིག་ཐོག་ལ་ཡང་ལྟ་སོ་སོ་མང་པོ་ཅིག་སེམས་ནང་ལ་མང་པོ་ཅིག་ཞུ་དགོས་བསམ་དགོས་འདུག་སྟེ་ད་ཡིན་ནས་སྐར་མ་གསུམ་ཟིན་པ་འདུག་དུས་ཚོད་མེད་དུས་ཨ་ནེ་ངས་གཙོ་བོ་མང་པོ་ཞུ་ཡ

དྲི་བ། འདི་ནི་གར་ས་གོ་རེད་ང་ཚོ་འདི་ཁྲོད་ཁྲོད་ཆེན་འདྲ་པོ་འདི་ནི་མ་ཡིན་པའི་གིན་སེང་གིས་འདི་ནི་ཚོར་སྣང་ཡོད་ངེས་སྤྱོད་ཚུལ་གིས་འགན་ཡོད་ངེས་བརྟན་པོ་ཆོས་བརྒྱུད་དང་བཅས་པ་ལ་དད་ཞེན་ཡོད་ངེས་ཀྱི་མི་དེ་ཚོ་ལ་དྲི་བ་དེ་ཞུ་དགོས་དུས་ནི་མང་པོ་ཅིག་ལ་སེང་གིས་ཚོར་སྣང་དེ་ཡག་པོ་ཅིག་ཡོད་རེད་བསམ་དེ་དྲན་གི་ཡོད་བྱས་ཙང་ཁོང་ལ་དེ་ཞུ་ཡག་ཡིན་དྲི་བ་འདི་ག་རེ་ཡིན་སེ་ལགས་ན། ད་ད་གི་གོང་དུ་མཁས་དབང་དགེ་བཤེས་ཀུན་སྤྱོད་རྒྱལ་མཚན་གྱིས་གསུངས་པ་ལྟར་རེད།

གང་འདི་རེད་ཟེར་བས་ན་དེ་ནས་ཀྱི་ཁུང་རེ་གི་མགོ་ད་ལྟ་སྨྱོ་དྲ་བཟོ་ཡ་དེ་ཁུང་རེ་གི་མགོ་བཙུགས་པ་རེད་ཁུང་རེ་གི་མགོ་བཙུགས་འོང་དུས་མགོ་ངས་བཙུགས་པ་ཡིན་ཐག་ངས་གཅོད་གི་ཡིན་ཟེར་རེད་ད་དེ་བྱེད་དུས་ད་ལོ་ཐག་གཅོད་ཡ་གཅིག་བསྟན་འཐེན་ཐག་གཅོད་ཡ་གཅིག་སྐད་འཚང་ཡིན་ས་རེད་གསུངས་སང་ར་པོ། དོན་འགྲུལ་གྱི་ཚོགས་ནང་ལ་སོང། དོན་འགྲུལ་ཡིན་དུས་དེ་ཚོ་གི་ཐོག་ནས་དེ་ནི་གསང་སྤྱོད་བརྒྱུད་ལམ་ཁག་ཡིན་ན་རེད། དེ་ནི་དེ་དུས་བརྒྱུད་གོང་ས་མཆོག་ཁ་ལ་འཁོད་དེ་ནས། དེ་ཚོ་གིས་དེ་ནི་ངའི་པར་དང་དེ་ནི་སྐད་ཆ་ཡག་པོ། དོན་འགྲུལ་གྱི་རིགས་དེ་ཚོ་བཤད་དགོས་ཡ་བརྒྱུད་བསྒྲགས་བྱེད་དགོས་ཡ་གྱི་རེད་དེ།

ཡིན་ན་ཡང་ད་དུང་དེ་ནས་ཀྱི་སྐད་ཆ་བཤད་པ་ལས་བཤད་རྒྱུ་ངས་མང་གི་ཡོད་རེད་བསམ་པའི་གི་ངའི་རེ་བ་ཡོད། བཤད་གི་རེད་བསམ་པའི་གི་ཡིད་ཆེས་ཡོད། དེ་འདྲའི་ཡིན་དུས་གང་འདི་རེད་ཟེར་པས་ན་དེའི་སྐད་ཆ་དེ་ཚོ་བཤད་པས་ན་དེ་ནས་དངོས་གནས་དྲང་གནས་ཀྱི་བྱིས་པ་རྣམས་དག་བོད་མི་མང་དང་སོ་སོས་ཀྱི་དེ་ནས

ཀྱི་ངོས་ནས་ན་དེ་ནི་དེ་སྔ་ཕ་དག་ལ་ལོ་ཉིས་ཤུ་རྩ་ལྔ་གི་རིང་ལ་ཚོང་དམག་གིས་དེ་ནི་གྱིས། དཀར་ནག་དེ་ལ་གདོང་ལེན་བྱས་ནས་དེ་ནི་ཁ་ཤོག་གཅིག་དང་དེ་ནི་གྱིས་དུད་འགྲོའི་གི་ལག་སྟོང་གཅིག་ཏུ་སྦྲེལ་ནས་བསྡད་པ་རེད། དེ་བསྡད་པའི་རྒྱུ་མཚན་དེ་ནི་བོད་མི་མང་གི་དམངས་ཚོགས་ཀྱི་ཐོག་ནས་ན་ཕན་ཐོགས་བྱུང་ཡོད་རེད་གོ་རྟོགས་བྱུང་ཡོད་རེད། དམངས་ཚོགས་ཕན་རང་གི་ཐོག་ནས་ན

དུད་འགྲོའི་གི་ཐོག་ལ་ཟ་སྣོད་གཏོང་བ་དེ་ནི་ག་ཚོད་རིང་ལོག་པ་ཟིན་ན་རིགས་ལྟར་དུད་འགྲོའི་གི་མི་ནག་མི་ཉམས་བར་གྱི་ཡོད་པ་རེད། དེ་ནི་དེ་ཚོ་གི་གོ་སྐབས་ལེན་གྱི་མེད་པ་ཅིག་དང། བོད་མི་རིགས་དེ་མ་འོངས་པ་ལ་དེ་ནི་གྱི་འཆམ་མཐུན་ཡོང་ཡ། ཞི་བདེ་མཉམ་གནས་ཡོང་ཡ། ཕན་ཚུན་གཅིག་གི་གཅིག་ལ་གཅིག་ཕན་གཅིག་གྲོགས་ཡོང་ཡ། དུད་འགྲོའི་གི་གཅིག་སྒྲ་གཅིག་བཤད་དུ་མ་ཆ་བ་ཅིག་གི་ཐོག་ལ

ད་འདི་ནི་ཡང་ཁྱེད་ཀྱི་དྲི་བ་གི་ལན་འདེབས་ལ་ད་ཁྱེད་རང་ཡང་གང་བ་འཇུས་འཇུས་སུ་ང་རང་གིས་ཟེར་ན་ཁྱེད་མཐོང་གི་མེད། མ་ཟེར། གང་ཡིན་ཟེར་བ་ཡིན་ན་ག་རེ་གསུངས་ཡོད་རེད་བྱས་པ་ཡིན་ནམ། རྒྱུ་མཚན་ཕྲ་མོ་གཅིག་ལས་བརྟེན་ནས་ད་ངས་རྡོ་རྗེ་ཤུགས་ལྡན་དམ་དྲག་བྱེད་ཡ་འདི་ང་ནོར་བཞག་བསམ་གི་འདུག་ཟེར་གསུངས་ཡོད་རེད་བ། མ་ཟེར།
རྒྱུ་མཚན་ཕྲ་མོ་གཅིག་ཟེར་ཡ་འདི་དོན་དག་ཆུང་ཆུང་གཅིག་ཟེར་གི་རེད།

ཁྲ་མོ་རྒྱུ་མི་སྲིད་ཡོད་མ་རེད་ལབ་ཡོང་དུས་ད་ཁོ་རང་ཚོ་གི་ཡང་ཆེད་དུ་སྔར་གྱི་མཆན་བུ་ཞིག་བུ་བཟོ་གི་ཡོད་ནང་ཉིན་དེ་ཁོ་རང་ཚོ་གི་མགོ་ལ་ཟིག་གི་རེད་བསམ་པས་ཁོ་རང་ཚོ་ལ་ཡང་ངོ་ཚ་གྱི་རེད་དེ་ཡོད་ཀྱི་རེད་བསམ་གི་ཡོད་ང་རང་གིས་དེ་མ་གཏོགས་ཡང་རྒྱུ་མཚན་གཞན་ན་གིས་མཐོང་གི་མེད་ད་ལྟ་ན་ཡང་ངས་གཙོ་བོ་ཆེ་ཤོས་ད་ལྟ་ཡང་ང་རང་ཚོ་ཉེ་ལྔ་དུས་དྲན་གྱི་ཨེ་ནི་ཡིན་སྐབས་དང་ད་ག་ན་ཡིན་ཡིན་གྱི་ཨེ་ནི་ཡིན་འཛམ་གླིང་ཤུགས་ལྡན་དུས་ཆེན་ཆེན་མོ་དེའི་ཐོག་ལ་ང་རང་གི་བསམ་ཚུལ་འདུག་ཅི་ཞུ་ཡག་གི་འདོད་པ་ཡོད། ད་ཉེར་ལྔ་དུས་དྲན་ཟིན་ཉིན་དེ་ད་ནག་ཅིག་སྐྱིད་ཐང་གོང་ནས་མང་པོ་ཅིག་གིས་སྲུང་ཚར་སོང་མི་ལོ་ཉིས་ཀྱི་རྩ་ལྔ་ཟིན་ཉིན་དེ་ང་རང་ཚོ་གི་ཡང་དཀའ་ངལ་མྱོང་ཉེན་ཅིག་གི་བསམ་བློ་བཏང་བས་ན་ཧ་ཅང་གི་ཚེ་རིང་པོ་རེད། མི་ནག་གི་དུས་ཚོད་དེ་མི་ལོ་ཉིས་ཀྱི་རྩ་ལྔ་དེ་ང་རང་ཚོ་ལོ་རྒྱུས་ཤུགས་རྐྱེན་གྱེས་བསྡད་པ་ཚང་མ་ལས་བྱུང་ཡོད་རེད། དེ་ལས་གཅིག་དྲན་པ་མ་སྐྱེས་བར་དུས་དྲན་བྱེད་དགོས་པ་དེ་དེ་ཧ་ཅང་གི་གལ་ཆེན་པོ་ན་ནི་གལ་ཆེན་པོ་ཞིག་མཐོང་ཐུབ་དགོས་པ་རེད་གང་ཡིན་བྱས་པ་ཡིན་ན་དཔེར་ཆ་བཞག་ན་ཡང་འདས་པའི་ལོ་རྒྱུས་དེ་མ་འོངས་པ་གི་མདུན་ལམ་ཟེར་ན་མི་འདུག་མ་འོངས་པ་གི་མེ་ལོང་ན་གི་རེད་ཟེར་བ་ཀ་དེ་ལས་བརྟེན་གྱི་ད་ཅི་ཐང་ང་རང་ཚོ་ཤུགས་ལྡན་དད་ལྡན་པ་ལ་ཡང་ད་དཀྱུས་ལྟར་ཟང་ཟིང་གི་འབྲེལ་བ་བྱེད་ཡ་རེད་ད་གང་ན་ཡིན་གི་ཡ་ཅེ་ཆུ་ཆུང་ཆེན་པོའི་སྐུ་གསུང་ཐུགས་རྟེན་འཕྲོ་བརླག་བཏང་ཡ་རེད་དེ་ཕྱེད་ཀྱིས་རྣམ་པ་ལ་འཚོ་བ་རེད་དེ་ནས་ཞུ་བདེན་དེ་བདེན་པ་ཚང་མ་ལས་མ་ཉེས་ཁ་ཡོག་ལ་དཔག་ཚད་ལས་བརྒལ་བ་ཅིག་བྱས་ཡོད་རེད་ད་རང་ཚོ་སྡུག་ཧ་ལས་པ་དང་ད་ནང་ཀུ་ཤུ་ཛར་བ་རིན་པོ་ཆེ་ཡིས་དངོས་གནས་ཐུགས་ཕངས་པའི་ཐོག་ལས་གསུངས་དགོས་ཡ་དེ་ད་ག་རང་ཆགས་འགྲོ་རེད་དངོས་གནས་དྲན་ཐུགས་ཕངས་དགོས་ཡ་རང་རེད་རེད་བ། དེ་ཡིན་ན་ཡང་ད་མི་ལོ་གཉིས་ཀྱི་རྩ་སྔགས་འདི

བཟོད་ཡ་རེད་བ། དེ་ང་རང་ཚོ་གི་ཐོག་དེ་ཉམས་མྱོང་གི་ཐོག་ལ་ཡ་ཅེ་འདི་པི་ལོ་རྒྱུས་དེ་མེ་ལོང་ནང་གི་རེད་ཟེར་དགོས་རྒྱུ་མཚན་དེ་དེ་རེད། དེ་བརྒྱུད་དུ་ཡ་དམར་ཆིང་གཉིས་པ་འདྲ་པོ་ཅིག་ཆགས་བཞག་པ་ཡིན་ན། གློག་བརྙན་ཁོ་རང་ཡ་བརྒྱ་ཕྲག་མང་པོ་ཡོད་རེད། ལོ་རྒྱུས་ད་ག་ནང་གི་གི་དྲན་སོགས་གང་ཡོད་རེད། ཡ་ནས་འགྲིམ་སྟོན་གང་ཡོད་རེད། དེ་བརྒྱུད་དུ་ཡ་ང་རང་ཚོ་གི་ཡ་མི་ལོ་ཉི་ཤུ་རྩ་ལྔ་གི་གདུགས་དཀར་ལས་མྱོང་གི་གི་ནི་ཅིག་ཉམས་མྱོང་དང་དེ་ཡ་མ་འོངས་མི་རབས་ལ་ད་ག་ནང་བཞིན་ཅིག། དཀའ་ངལ་གྱིས་མ་ཆགས་ཡག་དང། ད་ག་ནང་བཞིན་གྱི་ཅིག་ལོ་རྒྱུས་དེ་བརྗེད་མ་རོག་གི་ཆེད་དུ་ཡང་མི་ལོ་ཉིས་ཀྱི་རྩ་སྔགས་ཀྱི་དུས་དྲན་དེ་ད་ལོ་ཡ་གེ་ཆེན་པོ་ཞོལ་གྱིས་མཐོང་གི་ཡོད་དེ་བརྗོད་དུས་ད་ལོ་ཡ་ད་དེ་ལ་བརྟེན་ཅིག། ཧ་ཅང་གི་ཡག་རྡོ་རྗེ་དཔོན་རོག་ཡོངས་རྫོགས་དེ་ཏོག་ཙ་གཅིག་བསྒྲིལ། ཕྱར་བ་གྲུབ་འདུས་དེ་འདྲ་མང་པོ་ཞིག་བྱུང་ཡོད་རེད་དེར་བརྟེན་ནས་ཡང་དག་ཞག་བདུན་སྐུ་རུམ་རིམ་འགྲོ། དངོས་གནས་ཡང་སྔར་བྱུང་མྱོང་མེད་པ་དེ་ང་རང་ཚོ་གི་ཡང་བརྒྱ་ཁ་ཤས་རེད། ད་དེ་སྔ་ན་དབྱིན་གྱི་ཡང་དག་ད་རིང་ངས་གོང་ལ་ཞུས་པ་དེ་རེད། གོང་ས་ཆེན་པོའི་གིས་དེ་ནི་ད་རྒྱུ་མཚན་ཆུང་ཆུང་དེ་ལ་བལྟས་ཀྱི་ཕྲ་མོ་ཞིག་ལ་བལྟས་ཀྱི་ངས་ཡང་ཤུགས་རྐྱེན་དང་དྲག་བྱེད་ཡང་དག་ནོར་བྱ་སོང་ཡང་དེ་གཙོ་བོ་ཆེ་ཤོས་དེ་ང་རང་གི་བསམ་བློ་བཏང་བའི་ནམ

མཐའ་ན། སོ་སོ་གི་ད་ནངས་མ་ཤེས་པའི་རྒྱུས་མི་ཉན། དེ་ནི་བོད་རིགས་སྤུན་ཟླ་ཅིག་ཡ། དེ་ནི་པང་གདན་འདི་ཡ། ཐོལ་ལོས་ཡ། ད་ག་ཟིག་གི་ད་ཅིག་བྱེད་གོ། ད་ག་ན་ཡིག་གི་མི་དང་མི་ལ་འབྲེལ་བ་བྱེད་མི་ཆོག་ཟེར་ཅིག་ཡ། ད་ད་ཡིན་ན་ད་ད་ད་ཡིན་ན། ང་ཚོ་སོ་ད་ཅིག་ཡ། ཐུག། ཐུག། ནམ་ཅིག་ཡ་ཅིག་ཁྲོམ་ནས་ཕྱིན་པས་ན་བོད་པ་ཅིག་ཐུག་ན་བོད་པ་མཁལ་མ་ཅིག་ཐུག་ན།